སློབ་གསོའི་གྱི་བྱེ་བྲག་ཅིག་རེད་བ། ཟབ་སྦྱོང་ནི་སློབ་གསོའི་བྱེ་བྲག་ཅིག་རེད། དམིགས་བསལ་གྱི་གནས་ཚུལ་ལ་དང་དམིགས་བསལ་གྱི་ག་རེ་ཟེར་ན། ཨོ། དེ་འདྲའི་གར་སྟེགས་ལ་བརྟེན་སེ་ད་དམིགས་བསལ་གྱི་མི་སྣ་གསོ་སྐྱོང་བྱེད་ཡག་ཟེར་མཁན་དེ་ད་དེང་དུས་སློབ་གསོའི་གྱི་ཡང་འཕེལ་ཕྱོགས་ཅིག་རེད་བ། ད་དེ་ད་རེན་དེ་ག་རེ་ཟེར་ན་རྒྱ་ནག་ནང་པའི་དམིགས་བསལ་གྱི་ག་རེ་ཟེར་ན། ཨོ། གནས་བབ་བ་ལ་དམིགས་བསལ་གྱི་མི་སྣའི་གསོ་སྐྱོང་གྱི་ཐབས་ཤེས་ཅིག་རེད་བ། ཨོ་དེ་རེད། མདོར་ན། གསོ་རིག་གི་སློབ་གསོ་དེ་ག་ཚོད་ཡག་བྱུང་མིན་ནས་དེ་མི་སྣ་གསོ་སྐྱོང་བྱས་པ་དེས་སྤྱི་ཚོགས་ལ་ནད་ཐོག་ལ་ཞབས་འདེགས་ཞུ་ཡག་གི་ནུས་པ་དེ་ཡག་པོ་ཡོང་གི་འདུག་མ་གཞུང་སློབ་གསོ་གཅིག་རང་བསྡད་པ་ཡིན་ན་དེས་ག་རེད་ཟེར་ན། སྤྱི་ཚོགས་ལ་ཞབས་འདེགས་ཞུ་ཡག་གི་ནུས་པ་དེ་སྐྱོར་འགྲོ་གི་འདུག་འོ་དེ་འདྲའི་ཅིག་རེད་ཤག་ད་དེ། ངའི་ཞིབ་འཇུག་སློབ་མ་ཅིག་གིས་སློབ་གསོ་ལྡན་ཁྱིམ་ཅིག་ལབ་ཟེར་གི་འདུག་དེ་བྱས་ནས་ངས་སྡུག་ས་ཞག་ཡིན་ངས་བཟོ་བཅོས་གས་རྒྱབ་མེད་ད། བཞི་བ་དེ་ག་རེད་ཟེར་ན། སྲོལ་རྒྱུན་གསོ་བ་རིག་པའི་རིག་གཞུང་དང་དེང་དུས་གསོ་བ་རིག་པའི་རིག་གཞུང་གང་གཉིས་དེ་རེད། སྲོལ་རྒྱུན་གསོ་བ་རིག་པའི་རིག་གཞུང་དང། དེང་དུས་གསོ་བ་རིག་པའི་རིག་གཞུང་འདི་གཉིས་པོ་རུ་ཆ་བཞག་པས་ན་ང་རེ་བལྟས་པས་ན་གཅིག་དེ་དོ་དམ་གྱི་གནས་ཚུལ་ཞིག་འདུག་གཉིས་པ་དེ་རིག་པའི་གཞུང་ལུགས་ཁོ་རང་གི་ངོས་འཛིན་ལྟ་བ་འཇོག་རེ་བ་ཁག་གཉིས་འདུག། ཁག་གཉིས་ཆགས་ཀྱི་འདུག། འོ་དེའི་མ་སོང་ཙང་དང་པོ་དེ་ག་རེད་ཟེར་ན། སྲོལ་རྒྱུན་གྱི་སུའུ་རིན་ནི་ཐོག་མར་ནས་ག་རེ་ཟེར་ན་དབུ་བརྙེས་ཅིང་བར་དུ་འཕེལ་རྒྱས་འགྲོ་བ་མཐའ་མར་ཁྱབ་བརྡལ་བྱུང་བའི་བརྒྱུད་རིམ་ནང་གཅིག་གྱུར་གྱིས་དོ་དམ་བྱེད་པའི་ཐབས་ལམ་གྱི་ཐོག་ནས་སྟངས་འཛིན་བྱེད་པ་ནི་ཧ་ལམ་དཀོན་པོ་ཅིག་རེད་བ། དེ་འདྲས་ཡོང་བ་མ་རེད་བ། ཁོ་སོ་སོ་སོ་རང་གིས་ག་རེ་ཟེར་ན། སློབ་སྦྱོང། བྱས། ནད་ཐོག་བྱས། ལག་ལེན་བྱས། འོ་དེ་མ་ཞུ། གཅིག་གྱུར་གྱི། འདི་འདི་འདི་བྱས་ན་འགྲིག་རེད་ད། འདི་འདི་བྱས་ན་འགྲིག་གི་མ་རེད་ད། ག་ང་ལོ་དེ་གཅིག་གྱུར་ཤོག་ཨ་ཟེར་མཁན་དེ་ཡོང་བ་མ་རེད་བ། སུ་སྐྱོན་གནང་རོགས། ད། དུད་ཚང་གི་ཆེད་ལས་དོ་དམ་དང་སྲིད་འཛིན་དོ་དམ་སོགས་ཀྱི། ཨ་ནི་ག་རེ་ཟེར་ན། སྲོལ་རྒྱུན་གསོ་རིག་ལ་སྟངས་འཛིན་དོ་དམ་བྱེད་པ་ནི་དུས་རབས། དང་སྤྱི་ཚོགས་འཕེལ་རྒྱས་འགྲོ་བའི་ད་གོས་བསྐོར་བ་དོད་སང་ཆ་ཆགས་ཡོད་ན་ད་ག་ནས་ག་རེད་ཟེར་ན། གཅིག་གྱུར་གྱི་ཆེད་ལས་དོ་དམ། གཅིག་གྱུར་གྱི་སྲིད་འཛིན་དོ་དམ་བྱེད་དགོས་བ་རེད་བ་འོ་འདི་མ་བྱས་རང་བྱས་ཐུ་བ་རེད་འདི་བྱེད་ཡོང་དུས་ཟེར་ནས་དེ་ལྟར

དཔེར་ན། ལས་ཀའི་བཀོལ་སྤྱོད་དང། མང་པོ་ཞིག་ཚད་ལྡན་ཅན་བཟོས་ཡོད་པ། ཚད་ལྡན་ཅན། དཔེར་ན། ནད་ཐོག་གི་ལས་ཀ་བྱེད་སྟངས་ཀྱི་ཆོ་ག། མང་པོ་ཞིག་ཚད་ལྡན་ཅན་དང་མཉེན་ཆས་དང་གྲངས་གཞིའི་ཐོག་ནས་བཀོལ་སྤྱོད་བྱས་ནས་དྲ་རྒྱ་ཁག་ལ་འགྲོ་ཡང་དྲ་ཚོ་ད་གཅིག་གྱུར་བཟོས་ཟོས་ཏེ། ཁོ་ཡག་པོ་ཡོད་མིན་ན་ནི། ང་ཚོ་ག་རེ་ཟེར་ན། དགའ་ལོར་ཕན་ཐོག་བས་འདི་ཡག་པོ་ཆགས་ཀྱི་འདུག་ཨང། ད། ཡིན་ནས་ག་རེ་ཟེར་ན་དོ་དམ་ཁོ་ནའི་དབང་དུ་གཏོད་ནས་ག་རེ་ཟེར་ན། ང་ཚོ་བོད་སྨན་གྱི་རང་གི་ག་རེ་ཟེར་ན་སོ་སོའི་ཁྱད་ཆོས་དང་ནུས་རྩལ་ཉམས་ན་འདི་རྩ་བ་ནས་འགྲིག་ས་མ་རེད་བྱ། དུད་ཚང་གི་དོ་དམ་ཁོ་རང་གིས་བྱེད་ཁུལ་ཕྱིན། ང་ཚོ་རང་གིས་ཡོད་པའི་ཁྱད་ཆོས་དང་རྩ་དོན་ནས་བཟུང་སྤྱོད་ན་ཡོང་ས་མ་རེད་བྱ། དཔེར་ན། དེང་དུས་ག་རེ་ཟེར་ན་སྨན་པ་དང་སྨན་གཉིས་ཐག་རིང་རིང་འགྲོ་གི་མ་ཤུ་ཉེར་འགྲོ་གི་མི་འདུག་ད་ཡིན་ནས་ང་ཚོ་ང་རང་རང་གིས་མཐོང་སར་ག་རེ་ཟེར་ན་ད་གཙོ་བོ་མི་ཚང་རག་ལས་འདུག་ཁག་ཅིག་ནད་ཐོག་ལ་ཡོད་ཀི་ཡོད་ཀི་ལ་སྨད་དེ་ཁྱོད་རྣམས་མ་བཏང་ལ་ལས་ཀ་བྱེད་ཀི་འདུག་བ་འདི། དངོས་གསལ་དོད་པོས་ག་རེ་ཟེར་ན་ནད་ཐོག་ལ་ནུས་པ་ཆེ་བ་དང་གྲུབ་འབྲས་ཡག་ག་ཐུག་གི་འདུག་བ། ཡིན་ནས་ད་སྨན་པ་མང་ཆེ་བ་ག་རེ་ཟེར་ན་དེ་སང་ནད་ཐོག་ག་ལུས་ཟེར་ནས། ཨོ་ངས་སྨན་ཁང། ཁེ་སང་ནས་སྨན་ཁང་དེ་འདྲའི་ཕྱི་ལོག་དེ་བ་སླད་ཅིག་སླད་བྱུང་ངས་སླ་བྲག་ཅིག་ཐོག་བྱུང། སྐེ་ལ་ཐིང་ཐིང་བྱས་དེའི་གོན། ལག་པ་པ་ཀི་བུ་དོར་བྱུང། ཨོ་ད་དེ་དེ་སུ་ཡས་རྒྱབ་སུ་ཡས་རྒྱབ་ཟེར་གི་བསྡད། ད་དེ་ངས་ནོར་རེད་ཟེར་གི་ཡོད་མ་རེད་ད་ཡང་དེ། འདི་བྱས་ཆོག་གི་རེད་བ། དེའི་རྣམ་པ་དེ་བལྟས་ཡོང་དུས་ཚོད་ནས། ང་ཚོའི་སྨན་པ་མང་པོ་ཞིག་ནད་ཐོག་ལ་སླེབས་ཚོད་ནས། བརྟག་དཔྱད་ཁོ་རང་གི་དགའ་ལ་ཤུགས་ཆེན་པོ་བྱས། སྨན་བཅོས་ལ་སྨན། བྱི་གཡག་ཁོ་རང་མ་ཞུ། དངོས་སུ་སྨན་རང་དེ། ག་འདྲའི་ཆེ་རེད། ག་འདྲའི་བཟོ་གོ་རེད། ནུས་པ་ག་རེ་ཡོད་རེད། དེའི་སྐར་ལ་ཕལ་ཆེར་བསམ་བློ་ཞིབ་པོ་བྱས་ཡོད་ས་མ་རེད། ཆ་འདི་སོང་ཙང་འདི། དེང་དུས་ཀྱི་དོ་དམ་བྱས་པས་ན་འདི་ཡག་པོ་མི་འདུག་ག་རེད་ཟེར་ན་སྨན་པ་དང་སྨན་གཉིས་ཐག་རིང་པོ་གཏང་ག་ཞིག་འདུག་ག་འདི་བྱས་པས་ན་ད་ད་དུང་ང་ཚོ་བོད་མའི་ནང་ལོགས་ལ་ག་རེ་ཟེར་ན་གོང་རིམ་ནས་ནས་ཤོག་སེར་རྒྱབ་སྐྱོར་བ་ལ་ག་རེ་ཟེར་ན་ཞིབ་ཕྲའི་གི་གནས་ཚུལ་ལ་ཞིབ་ཕྲའི་ཐག་གཅོད་བྱས་བྱས་ག་རེ་ཟེར་ན་སྨན་ཁང་སོ་སོ་ལ་ཁ་མཚར་བདེ་ག་ཟེར་མཁན་རེ་བཟོས་ཡོད་པ་འདྲ་ད་དེ་ཚོ་དངོས་གནས་དྲང་ནས་ཡག་པོ་རེད་འདུག་ག་འོ་ད་འདི་ཡིན་ནས་ད་འདི་བོད་ཆོས་དོན་ལྔའི་འདི་ད་ལྟ་ངས་སྨན་ཁང་ལྗོངས་ཕྱི་རོལ་གྱི་འདི་ཚོ་ལ་ཁྲིད་དུས་ཚོ་ནས་རྒྱ་ཚ་རེ་ཐོབ་པོ་ཅི་ཡང་མི་འདུག་འོ་འདི་འདྲས་རེད་བཞག།

ད་དུང་ཞིབ་ཕྲའི་གི་བོད་སྨན་གི་དགོས་མཁོ་དང་ཁྱད་ཆོས་དངོས་ལ་ལྟོས་ཟེར་ད། ལག་ལེན་བཅོ་བརྒྱད་གི་སྡེ་ཁག་ནས་རྫོགས། གཞི་གཅིག་བྱས་ནས་དབྱེ་དགོས་འདུག། གཞི་གཅིག་ལ་བྱེ་བྲག་བྱས་ནས་དབྱེ་དགོས་འདུག་དེ་ཚོ་སྔོན་ནས་བསམ་བཏང་དགོས་འདུག། དེ་ཚོ་ཧྲ་ཏག་ཏག་ཡག་ཁྱོད་ཡིན་ན། བོད་སྨན་གི་ལས་ཀ་བྱེད་ཐུབ་དགོས་བ་རེད་བ། བོད་སྨན་གི་ལས་ཀ་བྱེད་ཐུབ་པ་དེ་བོད་སྨན་གི་ནུས་པ་ཐོན་པ་ཡིན་ན་བོད་སྨན་དེ་ནམ་ཡང་གནས་ཐུབ་དགོས་རེད། བྱས་ཙང། ངས་ད་ལྟ་འདི། བུད་མེད་འདི་ད་ལྟ་བུ་དང་གནས་ཐུབ་ཡ་རྒྱུ་མཚན་སྐད་ཆ་དྲིས་དུས་ངས་འདི་ཟེར་གྱི་ཡོད། བུད་མེད་ལ་ཁྱད་ཆོས་གཅིག་ལོས་ཡང་མ་རེད་དེས་གནས་ཐུབ་རེད། ཁེ་འདི་སྨད་བོད་རང་བྱུང་ཁམས་ཀྱི་ཡིན་པ་དང་རིན་པོ་ཆེ་མང་པོ་ཡོད་པ་དང་སྟག་སྟབས་མང་པོ་ཡོད་པ་དང་ཅིག་ན་ཚ་ཡོད་མང་པོ་ཡོད་འདི་རིགས་ང་ཁྱོད་ལ་ཤེས་ཀྱི་མེད། བུད་མེད་དེ་དངོས་གནས་བྱས་པ་ཡིན་ན་སྲོལ་རྒྱུན་རིག་གནས་མང་པོ་ནང་གསོ་རིག་ནང་མང་པོའི་ནང་ནས་ད་ས་ཆ་མཐོ་ཤོས་དེ་ལ་གནས་སྐྱོ་དེ། དངོས་གནས་བྱས་ན། མི་ཡིས་ཧ་མ་གོ། ག་ལི་ག་ལི་དངོས་གནས་བྱས་ན་ཉམས་འགྲོ་ཡག་ཅེས་རེད་བ། དེ་ལས་ལྡོག་སྟེ། བོད་སྨན་འདི་དུས་རབས་ཉིས་བརྩེགས་གཅིག་སླེབས་ཡིན་ནས། འཛམ་གླིང་གསོ་རིག། ད་ལྟ་སྔས་མ་ད་ལྟའི་དེ་ང་ཚོ། ལྗོངས་སྨན་རྩིས་ཁང་གི་རྒན་བ་དྲུག་ལགས་ཀྱིས་དེ་གསུངས་ཀྱི་རེད། བོད་དབུས་གསོ་བ་རིག་པ་དེ་ག་རེད་ཟེར་ན། དུས་བཟང་གི།

ང་ཚོ་ཐག་ཉེ་ཤོས་རེད་བ། ད་དེ་མ་ཡིན་པའི་ང་ཚོར་གོ་ཡག་རེད་འདུག་དེ་དེ་དངོས་སུ་རྒྱ་ཁྱབ་ག་ལ་འཛམ་བུ་གླིང་ག་ལ་སྤྱོད་ཡང་བྱེད་མི་འདུག་བ། ད་ཡིན་ནས་ཀྲུང་ལུགས་སུ་རེད་བུད་པའི་འཛམ་བུ་གླིང་ག་ལ་རྒྱ་ཁྱབ་ཀྱི་བུ་སྤྱོད་བྱེད་ཆོག་དང་མ་ཆོག་བྱེད་མཁན་ཡོད་དང་མེད་དེ་འདྲའི་གི་བཀའ་རྒྱ་བཀའ་རྒྱ་དེ་ཕ་བུད་པའི་ག་རེ་ཟེར་ན་གང་ལྟར་བོད་སྨན་དེ་ག་ས་ག་ལ་ཁྱབ་བསྡད་འདུག་བ།

གཡོ་བའི་རི་ཚོགས་གར་ཟེར་ན། ཁ་གསལ་པོ་གོ་བདེ་པོ་སྤྱོད་དེ་སླ་པོ་འདི་གཟུ་བོར་བ་དེ་ཚོ་འགྲོ་དགོས་ཡོད་ཀྱི་རེད། ད་ཡིན་ནའི་བལ་དེ་ག་རེད་ཟེར་ན་སྨན་དང་སྨན་པ་ཁ་ཆེ་ཡག་སུ་འགྲོ། དེ་ག་ག་ག་ལོག་ག་རེད་ཟེར་ན་དེང་དུས་ཀྱི་དེ་ག་ཁོ་རང་ཨུ་ཚུགས་རྒྱག་ཡག་སུ་འགྲོ། དེ་ཚོ་དངོས་གནས་བྱས་ན་དེ་ཡག་པོ་མ་རེད་བསམ་གྱི་འདུག་དེ་ཚོ་ང་ཚོ་ག་རེད་ཟེར་ན་ཡང་ང་ཚོ་ལ་མི་གཞན་དག་སྡུག་པོ་བྱས་པ་མ་རེད་ད་ང་རང་ཚོ་རང་གི་དམའ་ཞེན་མ་བྱས། མོ་འདི་རེད་བྱ། ངས་མི་གཞན་དག་ལ་སུ་ལས་ཁ་བརྡ་གི་མེད་ད། ང་ཚོ་རང་གིས་སྒྱུར་བཅོས་བྱེད་དགོས་ཡ་ད་ང་ཚོ་རང་གིས་མ་ཤེས་པ་ཤེས་པ་བྱེད་ཡ་ད་ང་ཚོ་རང་གིས་ཤེས་པ་དེ་ཡག་པོ་སྤྲོད་ཡ་འཇོག་ར་བ་འོ་འདི་འདྲའི་ག་གི་བསམ་སྟངས་གུ་གུའི་ཟིག་གི་འོ་ད་དེ་དེ་ཡིན། ད་དེ་ནས་ད་དུང་ག་རེད་ཟེར་ན། དོ་དམ་ག་ལ་ག་རེད་ཟེར་ན། བོད་སྨན་གི། སྨན་པས། ཨ་ནི། ནད་ཐོག་དཔང་ཡིག་བྲིས་ཆོག་པ་དང། ཨ་ནི་འདི་འདྲའི་དགག་ལས་གར་ཟེར་ན་ང་ཚོ་དེ་ཐོབ་ཐང་དེ་དགོས་ཀྱི་འདུག་ཨང། དེ་དགོས་ཀྱི་འདུག། ངལ་གསོའི་དཔག་ཚད་བྲིས་ཆོག་པ། ཨོ་དེ། ངས་གར་ཟེར་ན་ང་ཚོའི་དེ་དཔག་ཟེར་གྱི་མེད་ད་གཞན་དག་ལ་ཟེར་གོ་རེད་པ། དེ་འདྲའི་དགག་ལས་དགོས་ཀྱི་འདུག་གང་ལྟར་ང་ཚོ་གསོ་རིག་གཅིག་པ་རེད་པ། དེ་ཐོབ་ཐང་དེ་མ་བྱུང་ན་ཡོང་གི་མི་འདུག་ཨང། ཨོ་དེ་དེ་ངས་དེ་ཞུ་ཟེར་གྱི་མེད། ད་དེ་ཡི་དོ་དམ་གང་འདྲ་རེད་རེད་པ། གཉིས་པ་རེ་རིག་གཞུང་གང་ནས་ཆ་བཞག་བས་ན། བོད་ཀྱི་གསོ་བ་རིག་པ་ཐུན་མོང་མ་ཡིན་པའི་ཁྱད་ཆོས་ཡོད་ཟེར་ཡང་དེང་དུས་སུ་རིགས་ཀྱི་ག་རེ་ཟེར་ན་ལྟ་བ་གསར་བ་རེད་ཟེར་ཡང་འདི་ད་མང་པོ་ཡོང་གི་རེད། ཡིན་ནས་ད་གསར་ནས་རྙིང་ནས་འདྲ་ག་ལྟར་རྡོག་རྡོག་བཤད་བས་ན་འགྲེལ་བཤད་རྒྱག་ཡག་རྒྱག་ས་དེ་ཡུལ་གཅིག་ལས་ཡོང་མ་རེད་ཡུལ་དེ་ག་རེད། ནད་གཞི་དེ་རེད། ནད་གཞི་དེ་བསྟེན་སའི་གི་ལུས་དེ་རེད། དེང་ཉིད་འདྲི་བྱེད་རྒྱ་གོར་བ། དེའི་མདུན་ས་ནས། རིག་གཞུང་རུ་ཆ་བྱ་བའི་ནི་ཁྱད་པར་ཆེན་པོ་བཞི་པོ་འདུག་སྐབས་རེ། ད་ལྟ། ང་སྔན་མ། དེ་བསླབ་གྲྭ་ཐོན་ཚར་ས་དེ་བར་ནས་རང་ད་ལྟ་ང་ཚོའི་བསླབ་གྲྭ་གཅིག་པ་འདི་སྔན་མ་ཤི་ཡིག་ཨམ་གྱི་འདྲེ་ཡོད་དེ་ཚོས། འདི་ཟེར་གྱི་འདུག་བོད་སྨན་ཡག་པོ་འདུག་ད་ཡིན་ནས་ཁོ་རིག་གཞུང་འདི་ཆ་ཚང་གི་མི་འདུག་ཟེར་གྱི་འདུག་བ།

ཀྱི་སྐད་ཆ་དེ་ཤེས་རྟོགས་ནས་ཆིག་སྟོང་དགུ་བཅུ་གོ་ལྔ་གོ་དྲུག་བྲིས་པ་རེད་ལྔ་པོ་ལྔ་པོ་རེད། དོན་སང་ཟིག་དུས་སུ་ནས་ད་དེང་དུས་སུ་རིགས་ཀྱི་རྩེར་སོན་པའི་ཀྱི་རིག་ཚན་ཅིག་ཆགས་བསྡད་འདུག་ཨ། རིག་ཚན་དེ་ག་རེད་ཟེར་ན་མེན་ཡིན་ཞོས་དེ་རེད་འདུག་ཨ། མེན་ཡིན་ཞོས། དེ་སྔའི་ལས་ཐཱན་ཤི་ཡིན་ནང་ལོ་ལ་གལ་ཆེ་ཤོས་ཅིག་ཡ་ཁ་ཛི་གི་བོ་ར་བ། ད་དོན་སང་མེན་ཡིན་ཞོས་རེད་འདུག། མེན་ཡིན་ཞོས་དེ

ཨ་ནུའོ། འཇུག་གུ་ལ་ཞིབ་འཇུག་བྱ་ཞིབ་འཇུག་བྱེད་ཀྱི་འདུག་ནས་ད་དེ། མེ་དྲོད་གསུམ་དེ་དངོས་གནས་དྲང་གནས། ནས་སྒོ་ངའི་གི་རྨང་གཞི་རང་དེ་རེད་འདུག་ག། རྨང་གཞི་རང་རེད་བྱ། ད། མི་ཚོགས་ཀྱི། མེ་ཡིན་ཞོད་ཟེར་ནས་ཡོད་ཟེར་དུས་ཚོད་ནས་ང་ཚོ་ལ་མེད་ཟེར་ན་འགྲིག་གི་རེད་པས། འདི། ཡོད་མེད་ཀྱི་གནས་ཚུལ་མ་རེད་བྱ། འདི་ངོས་འཛིན་ཐུབ་དང་མ་ཐུབ་ཀྱི་གནས་ཚུལ་རེད་བྱ། རྒྱུ་མཚན་ག་རེད་ཟེར་ན་ང་ཚོའི་ཞིབ་འཇུག་བྱེད་ཡག་གི་ཡུལ་དེ་གཅིག་པ་རེད། ཡུལ་འདི་གཅིག་པ་རེད་མིའི་ལུས་དང་མིའི་ལུས་ལ་ཡོད་པའི་ན་ཚ་དེ་ར་བ། ཡུལ་གཅིག་པ་རེད་འདི་ལ། ཡུལ་འདི་ལ་ཡོད་པའི་ཁྱད་ཆོས་འདི་སྐད་མི་གཞན་དག་བཤད་ཐུབ་གི་བ་རེད་ང་ཚོས་བཤད། ཨོ་འདི་ལ་ཁྱད་ཆོས་འདི་མི་འདུག་ཟེར་གི་ཡོད་ན། ཨོ་མེ་ཡིན་ཟེར་གི་ཡོད་མ་རེད་ད་ག་ཟེ་རེད་འདུག་བཤད་འདུག་གཡུག་ཤོག་གཡུག་ཤོག། འགྲིག་གི་རེད་པས། ལ་དྭགས་ཀྱི་མ་རེད་པ། འདིའི་ནང་ལོགས་ལ་བྱེད་ལས་བྱེད་མཁན་དངོས་པོ་དེ་ཡོད་རེད་པ། ལུས་པོའི་བསྒྱུར་ཚུལ་གྱི་རྣམ་པ་དེ་མཚོན་ཡོད་བསྡད་ཡོད་རེད་པ། འོ་དེ་སོང་ཙང། ཡུལ་དེ་ལ་ཡོད་པའི་ཁྱད་ཆོས་དེ། དེང་དུས་སུ་རིགས་འགྲེ་བཤད་རྒྱག་སྟངས་འདུག་ཟེར་རེད། ང་ཚོས་འགྲེ་བཤད་རྒྱག་ཡག་འདུག་ཟེར་རེད། ཀོ། རིག་ཚན་དེ་མ་ཆགས་རང་ཆགས་རེད། རྒྱུ་མཚན་ག་རེད་ཟེར་ན་ཀོ། དོན་དངོས་གནས་ཚུལ་རེད། ཐུན་མོང་གི་གནས་ཚུལ་ཅིག་ལ་ང་ཚོས་གཡོལ་ཟེར་ཏེ། ད་ང་ཚོ་ཤེས་ཀྱི་མ་རེད་བན་ཡིན་ཞིང་ཡོད་ཡང་མ་རེད་ཟེར་ན་འགྲིག་གི་རེད་པས། རྩ་བ་ནས་འགྲིག་གི་མ་རེད་བསམ་གི། སྲོལ་རྒྱུན་གསོ་བ་རིག་པ་ཡིན་ནས་འདྲ་དེང་དུས་གསོ་བ་རིག་པ་ཡིན་ནས་འདྲ། ཞིབ་འཇུག་བྱེད་པའི་ཡུལ་དེ་གཅིག་པ་རེད་ལུས་དང་ནད་རང་རེད། འོ་འདིའི་ཁྱད་ཆོས་དེ། ཚུལ་བཞིན་དུ། ངོ་སྤྲོད་བྱེད་ཐུབ་ཡིན་ན་འདི་ཚན་རིག་གི་ཞིབ་འཇུག་རེད་དེ། ཚུལ་བཞིན་དུ་ངོ་སྤྲོད་དང་གསལ་རྟོགས་མ་ཐུབ་ཡིན་ན་ཚན་རིག་ཞིབ་འཇུག་བྱེད་མ་ཐུབ་པ་རེད། གནས་ཚུལ་དེ་ཤེས་ཟིན་དང་གནས་ཚུལ་དེ་ཐག་གཅོད་བྱེད་ཐུབ་མཁན་བྱུང་བ་ཡིན་ན་དེ་ཚན་རིག་ཞིབ་འཇུག་གོ་ཆོད་པ་རེད། འོ་དེ་ཡིན་དུས་ད་ནས་གང་ལྟར་ང་ཚོ་བོད་མའི་གནང་རག་ལ་དེ་འདོད་མི་འདོད། འོ་ཇུ་གུ་ལ་ངས་ཁར་ང་རང་གི་ད་ལྟ་དེ་ཞོར་ཞོར་ཞོར་ལ་དཔྱད་ཞིབ་འདི་འདྲ་བལྟས་བྱས་ཟེར་ད་ཇུ་གུ་ལ་ངས་ཉིས་སྟོང་བཅུ་གཅིག་ཡིན་ན་ཅིག་ལ་ད་ལྟ་རྩོམ་ཡིག་ཅིག་བྲིས་པ་ཡིན། བོད་ཀྱི་གསོ་བ་རིག་པའི་དང་སྟོབས་རིག་པ་ཞེས། འོ། དེའི་ནང་ལོགས་བལྟས་དུས་ད་ནས། མེ་དྲོད་གསུམ་སྟེ། མིའི་ཟོག་པོའི་ནད་འགོག་ཡོང་ཡག་གི་རྨང་གཞི་དེར་བཞག། མེ་དྲོད་ཀྱི་རྨང་གཞི་དེ་མེད་པའི་ན་དང་དེ་ཡོང་ཐུབ་ཀྱི་མི་འདུག་དང་དེ་མེད་ན་ནད་འགོག་ཡག་གི་སྟོབས་དེ་དེ་བས་ཀྱང་ཡོང་གི་མི་འདུག་དང་སྟོབས་ཟེར་ཡང་ཐ་སྙད་རིགས་ཚད་རྒྱུ་འདུག་དང་སྟོབས་དང་འབྲེལ་བའི་གི་གནས་ལུགས་མང་པོ་ཅིག་རྒྱུད་དང་ཉམས་ཡིག་མང་པོ་ལ་བཤད་འདུག་འདི་རྒྱས་ཚུགས། ལྐོག་གྱུར་འམ། ཤུགས་བསྟན་ལ་བརྟེན་པའི་གི་ནང་དོན་དེ་ཚོ་ཚུར་བསྡུ་རུབ་བྱས་ཡ་མང་པོ་འདུག། དེ་ཚོ་སྟོན་པ་ཡིན་མ་ཡིན་ན། བོད་ཀྱི་གསོ་བ་རིག་པའི་རིག་གཞུང་འདི་ཆ་ཚང་འགྲུག་གི་རེད་མ་ཞུ། འདུག་འགྲུབ་ས་མ་རེད་བྱ། འདི་ཡང། ང་ཚོ་ལ་མེད་པ་ཅིག་ཡོད་སུས་ན་རྒྱ་གར་ཞིང་སྐྱོང་མ་རེད་བ། སྔར་ཡོད་པ་འདི་གསལ་འགྲེལ་བྱས་པ་རེད།

དྲང་དོན་དང་ངེས་དོན་དངོས་བསྟན་དང་ཤུགས་བསྟན་ག་ནས་ང་ཚོ་ངོས་འཛིན་ད་ལྟ་དེ་གི་ངལ་གི་ག་རེད་ཟེར་ན་སེམས་ཁམས་རིག་པ་དེ་དང་གཅིག་པ་རེད་བྱ། ད་ལྟའི་འདི་ལ་སུས་སྐྱོན་གི་ལས་ག་རེད་ཟེར་ན། རིག་ཚན་མང་པོ་ད་དུང་གི་ཞིབ་འཇུག་བྱེད་ཡག་དང། གསལ་ཁ་གཏོད་ཡག་མང་པོ་བསྡད་བསྡད་བྱ། འོ་དེ་འདི་ཡི་ག་རེད་ཟེར་ན་འདི་འདྲའི་ཅིག་བྱས་ང་ཚོ་དུས་ཚོད་དང་བཅས་པས། བཅུ་གཉིས་ཕྱེད་ཀ་ལེར་བས།

རིག་པའི་གནས་བཅུའི་བ་རུ་གི་དྲ་བ་ཞིག་འདུག་ཨ། ཕྱིས་ལ་བྱ་ཞིག་མིན་ན་དེང་དུས་གསོ་རིག་དང། ཀྲུང་ལུགས་གསོ་རིག་ལ་སོགས་པ་གསོ་རིག་ཡོད་པའི་གི་ནི་རིག་གཞུང་ཡོད་པ་དང་བཅུད་ཐབས་ཡོད་པའི་གི་རིག་གཞུང་འདི་ཚོ་བ་རུ་གི་དྲ་བ་ཞིག་རེད་འདུག་ཨ། ད་འདིའི་ནང་ལོགས་ནས་གལ་ཆེ་བ་ཅིག་ད་ལྟ་འདི་རེད་བྱ། རིག་པའི་གནས་ཆེ་བ་ལྔ་དང་ཆུང་བ་ལྔའི་བ་རུ་ལ་དྲ་བ་བྱེད་ཡ་དེ་གལ་ཆེན་པོ་ཞེ་པོ་འདུག་ད་ལྟ། བོད་ཀྱི་གསོ་བ་རིག་པའི་ནང་ལོགས་སེམས་ཁམས་གི་རིག་པ་དེའི་རྨང་གཞི་དེ་གཅིག་ག་བ་འདོགས་ཟེར་ན་དེའི་ནང་ལོགས་འདུག་ཨ། ཚད་མ་རིག་པའི་ནོར། བློ་རིག་འདི་སེམས་སེམས་བྱུང་འདི་ཡག་པོ་ཆུ་ཚུད་བསྡུ་རུབ་བྱས་ཟིན་ད་ལུགས་ཡིན་ན་ང་ཚོའི་འདི་ནོར་ལ་སྒོ་ཐག་གཅོད་རེད་ལ་ཕུན་སུམ་ཚོགས་པོ་ཆགས་པ་འདུག་འདི། རིག་གཞུང་ཞིག་འདུག་རིག་གཞུང་མ་ཡིན་པ་འདི་དངོས་སུ་ནད་ཐོག་དང་སྤྱི་ཚོགས་དངོས་ལ་ཞབས་འདེགས་ཞུ་ཐུབ་ངེས་རེད་འདུག་བ། འོ། འདི་དག་འདྲ་པོ་རེད་ད་ད་ག་ནང་བཞིན། སྒྲ་རིག་པ་ཁྱེད་རང་རྣམ་པ་ཅང་མགྱོགས་རེད་བ། བཟོ་རིག་པ་མེད་པ་ཡིན་ན་ང་ཚོའི། བཀོལ་སྤྱོད་དང་འདི་འདྲའི་ལག་ལེན་འགའ་ལ་དཀའ་ལས་ཧ་གོ་འདུག་བ།

གསོ་རིག་ཁག་ལ་བེད་སྤྱོད་བྱེད་ཐུབ་མཁན་གྱི་རྒྱུ་མ་ཡི་གུ་གུ་འདུག་ག་ད་ང་ཚོ་བལ་ལོ་ཁག་རྒྱ་མཚོ་ནི་ནང་རོགས་ལོ་ག་རེད་ཟེར་ན། ནང་མ། སོ། གར། བེག། ཤོན། འཆམ་ལ་སོགས་པ་ད་མང་པོ་ཞིག་པོ་ཐུག་དེ་དངོས་སུ་མི་ཡི་གི་བདེ་ཐང་ལ་ཞབས་འདེགས་ཞུ་ཡག་ག་ལེ། ཡིན་མི་ཟེར་ན་ཡོངས་གྲགས་ཀྱི་ཁོང་ཚོ་དེ་ཞིག་གཅིག་ནས་རིག་གནས་རྒྱུན་འཛིན་བྱེད་དགོས་རེད་གཉིས་ནས་དེ་ནུས་པ་དེ་ཡོད་ཀྱི་རེད་དེ་ཡིན་ནས་ང་རང་ཚོ་དེ་དམིགས་བསལ་གྱི་གནས་ཚུལ་ལ་ལྟོས་ཏེ་དམིགས་བསལ་གྱི་ཐབས་ཤེས་དེ་འདྲ་བྱེད་ཐུབ་ཡིན་ན་ཡག་པོ་མིན་རོགས་བསམ་གྱི་འདུག་འོ་ད། རྩིས་རིས་དེ་བས་ཀྱང་བཤད་མི་འོར་བ། སྨན་རྩིས་གང་མང་བྱས་རེད་འདུག། རྩིས་ག་ནས་ཞུ་མི་འོར་བ་བྱས་རེད་བ། ད་དེ་ཡིན་ད་དེ་ང་དེ་འདྲའི་བྱེད་དུ་ཞུགས་མེད་ད། དེང་དུས་ག་རེ་ཟེར་ན་གསོ་རིག་དང་འབྲེལ་བ་བྱེད་ཡག་དེ་དེ་བས་ཀྱང་ད་ང་ཚོ་དེའི་ནང་རོགས་ལ་ཕན་ཚུན་བསྡུར་བ་བྱེད་ཡག་དེ་མ་ཞུ་ཡིན་གཅིག་གི་ཚབ་གཅིག་བྱེད་ཡག་དེ་ཡིན་གོ་མ་རེད་བ། ཨོ། དེ་ད་དེ་མ་ཞུ་ངས་ཞུ་ཞུ་གི་མེད་དེ་ཚོས་ཞུ་གི་མི་འདུག་བ། ངས་གོ་བདེ་བདེ་སུ་མང་དྲགས་ཤིང། བཅུ་གཉིས་ཕྱེད་ཀ་བྱས་ན་སྐར་མ་བརྒྱད་ལས་མི་འདུག་ད་གཉིས་པ་ནི་ནད་ཐོག་ལག་ལེན་སྐོར་དེ་རེད་ནད་ཐོག་ལག་ལེན་སྐོར། མི་ན་བར་ནད་པ་དང་ན་བ་གསོ་བར་བྱེད་པའི་རིགས་ཀྱི་དྲི་བ་འདིའི་ཆ་ཞག་བིས་ན། དང་པོ་དེ་ནི་རིག་གཞུང་གང་ནས་ཆ་ཞག་བིས་ན། འདི་གཉིས་གཉིས་ཀྱི་གནས་བབ་གང་ཐོག་ཡོད་པ་གསལ་བཤད་བྱས་བར་བ། འདི་གསལ་པོ་ཞིག་བུ་འདུག་བ་གནས་བབ། ཨོ། གཉིས་པ་དེ་ག་རེད་ཟེར་ན། ལག་ལེན་དངོས་ཐོག། དེ་གཉིས་ཟོང་འབྲེལ་དང་མཉམ་སྤྱོད་བྱེད་རྒྱུ་དེ་གལ་ཆེན་པོ་ཞེ་པོ་རེད་འདུག་ཨང། དེ་ལག་ལེན་དངོས་ཐོག་ལ་ང་ཚོ་ད་དུས་དུས་སང་བྱས་པ་ཡིན་ན། ཨོའུ། ག་རེ། ཀྲེ་ཝུའེ་པིང་ཁེ་བཙུགས་ཡོད་རེད་བ། ཀྲེ་ཝུའེ་པིང་ཁེ་ནི་བཙུགས་ཡོད་རེད་རེད་དེ་དེ། ཡིན་ནས་དངོས་སུ་ལས་ཀ་རང་བྱེད་དུས་ཚོད་ནས་དེ་ག་འདྲ་ཡིན་ནམ་བསམ་གྱི་འདུག་ང་དེ།

ཨམ་ཆི་ཁ་ཅིག་གིས་གལ་འགོག་ཁ་ཅིག་གསུང་ཡང་དེ་ལ་བྱ་ཡི་མིན་ན་སྔ་མོའི་ཨམ་ཆི་ནས་བཟུང་དངོས་གནས་དྲང་གནས་ད་ལྟའི་རིང་མི་སྣང་བར་དེ་གསོག་དགོས་འདུག་ད་དུས་སང་འདིའི་སྐབས་ལ་ང་ཚོ་ནད་ཐོག་གི་བདུད་རྩི་ནི་ད་ང་ཚོ་གང་གི་ལོ་མ་སྐད་ཆ་ཕར་ཚུར་ཨུ་ཚུགས་ཡོང་གི་རེད་བ། འདིའི་སྐབས་ལ་སྐད་ཆ་དམིགས་བསལ་གྱི་གོ་བ་དང་ཐོས་པ་འདྲ་ཞིག་ཡོང་ཡོང་གི་མི་འདུག་དཔེར་ན་མ་གཞི་མ་མཐོང་ཆེ་ན་མེད་པ་མ་ཡིན་ང་རས་ག་རེ་ཟ་མ་ཤིང་གི་ལམ་འཕྲང་མང་པོ་ཡོད་རེད་བ།

ནག་ཆུ་བ་ན་ངའི་རྒན་ལགས་ངོ་ཤེས་པོ་བྱོས་མི་དེ་ག་རེ་ཟེར་ན་རྒྱུད་པ་ཁོ་རང་ནས་བྱས་པ་ཡིན་ན་ག་དེ་སྐྱ་སྒྲིབ་བྱས་ཟེར་ད་ཁོ་ཚོ་ཕ་མ་རེ་ཟུང་ལོ་སུམ་ཅུ་ལྷག་ཙི་ནས་སྐྱ་སྒྲིབ་བྱས་ཨ་ནི་བཞི་བཅུ་ཙི་ལ་གཤག་བཅོས་བྱས་དེ་ལ་ལྔ་བཅུ་ཙི་ནས་ཨ་ནི་ཡག་པོ་མ་མཐོང་བ་འདི་རྐྱང་རྐྱང་ཡིན་ཟེར་དུ་བུ་མོ་ཕ་ཕ་མ་བུ་མོ་ད་དེའི་ཞུ་གུ་ལ་ག་རེ་ཟེར་ན་འདི་ཟེར་བ་རེད་ག་རེ་འདི་དཀར་པོ་གྲོགས་ཆོས་འདི། སྤྱི་བཏང་བཟའ་ཁོ་རིལ་ཐེངས་མ་གསུམ་དུ་གསུམ་བཟའ་དགོས་ཀྱི་རེད། མི་ཆུ་ཁོ་རང་ཟོག་པོ་ཡག་པོ་འདུག། དེ་ཁོ་རང་ཟས་ཟོས་དེ་ད་ཕལ་ཆེར་ལོ་ལྔ་བཅུ་ལྷག་ཙི་ལས་ཡོད་རེད་ལྔ་བཅུ་ལྷག་ལས་སོ། འོ། ད་ད་ནས་སྐྱེ་གྲིབ་ཀྱི་དེ་གལ་མི་འདུག་དངོས་གནས་བྱས་ན་སྐྱེ་གྲིབ་དེ་ལ་ས་བབ། རིགས་རྒྱུད། དེ་འདྲའི་གི། ཆ་མང་པོ་ཡོད་རེད་བ། འོ་དེ་འདྲའི་འདུག་ད་ངས་བཤད་པ་དེ་སྣ་གཅིག་རེད། ད་མི་ཚན་རེ་བྱས་ཡོད་ན་སྣ་གཅིག་གི་ཁུངས་འཁྱུད་གི་མ་རེད་བ། ཡིན་ནས་ཟོར་གདོང་ལེབ། ཟོར་གདོང་ལེབ་སྟེགས་རེད་བ།

གོ་སྒྲིག་འོག་ད་དེ་ཚོ་ཡིན་ཚོ་ནས་དེ་ཚོ་ག་ལ་ཇི་མོ་ཞིབ་འཇུག་ཁ་ཕྱོགས་དེ་ཚོ་ནས་བཏབ་ན་ཡག་པོ་འདུག་ཨ་ཞིབ་འཇུག་ཁ་ཕྱོགས་དེ་ཚོ་ཨོ་དེ་འདྲས་རེད་ཨོ། ད་དེ་ད་ད་དུང་དེ་འདྲ་མ་ཤེས་ཡག་མང་པོ་འདུག་ད་བཞུགས་གོ་མེད་ད་ང་དེ་ཚོ་གོ་རང་མི་འདུག་ད་གཉིས་པ་དེ་ནད་དང་གཉེན་པོའི་བར་གྱི་འབྲེལ་བ་ད་ནད་དང་གཉེན་པོའི་བར་འབྲེལ་བ་ཟེར་བ་ཡིན་ན་ད་དེ་ཤེས་ཡག་མང་པོ་ཡོད་རེད་རེད་པ། ད་ནས་གང་ལ་མཉེན་པོ་གང་སྦྱར་དགོས་པའི་བསམ་བློའི་མཛུབ་ཁྲིད་དེ་གལ་ཆེ་ཤོས་རེད་བ། ང་ཚོ་མཉེན་པོ་ཤི་ཟིན་དུས་ཟེར་ནས་འདི་འདྲ་ཅིག་ད་རག་པ་རེད་ད་ཡིན་ནས་ངས་བཤད་ཨ་དེ་ད་ནས་འདི་ད་གིན་ངན་ལ། ལུས་སེམས་གཉིས། ཕྱི་ནང་གཉིས་འོ་འདི་ནང་ལ་ནས་འདི་མང་ཤོས་ཅིག་བཤད་དགོས་བ་རེད་བ། ད་ད་ནས་བཤད་དུས་ཟེར་ནས་ང་ཚོ་རྒྱུའི་ནང་ལ་བཤད་ཡོད་ན་ནས་འདི་སྟབས་བདེ་བོ་ཞུགས་སོང་བ་རེད་བ། ནས་ལ་སྟབས་བདེ་ཤོས་དེ་ག་ཚོད་རེད་བ་གཉིས་རེད་བ། དེ་ནས་གསུམ་རེད་བ་དེ་ནས་བདུན་རེད་བ། དེ་ནས་བརྒྱ་རྩ་གཅིག་ཡོད་ཀྱི་རེད། དེ་ནས་བཞི་བརྒྱ་རྩ་བཞི་ཡོད་ཀྱི་རེད། དེ་ནས་སྟོང་དང་དྲུག་བརྒྱ་བཅུ་དྲུག་ཡོད་ཀྱི་རེད། དེ་ནས་མང་ཤོས་ག་ཚོད་ཡོད་རེད་ཟེར་ན། གྲངས་ངེས་ཡིན་ན་ནི། བརྒྱད་ཁྲི་བཞི་སྟོང་རེད་བ། དེ་ནས་དེ་དང་མང་དྲགས་ན། རྩིས་ཐིག་དུ་མ་རེད་བ། ད་ལྟ་བཞི་བོ་ཆགས་ཡོད་རེད་བ། ཡིན་ནས། དུད་ཚང་ད་ལྟ་འདི། WHO གིས་ག་རེད་ཟེར་ན། ཉིས་སྟོང་བཅོ་བརྒྱད་ལོའི་གི་ཐེངས་བཅུ་གཅིག་གི།

ཚེས་གསང། སྐབས་དེ་དུས་སུ་ནས་རྒྱལ་སྤྱིའི་གསོ་རིག་ཁྱབ་ཁོངས་རྣམས་ལ་གར་སྐད་ཆ་གར་བྱུང་སོང་ཁྱེད་རྣམས་རྣམས་ཁྱིང་གིར་བ། སྨན་ཁང་ག་ཚོད་བཙུགས། ནད་པ་སྨན་བཅོས་ག་ཚོད་བྱས་བི་ནས་འཇུག་འཇུག་གར་བྱབ་ས་ན་ན་ཚ་མང་བོར་ཕྱིན་པ་རེད་བྱབ་ད། ཐེངས་བཅུ་བའི་གི་ཛབ་ལིང་གི་ད་ནས་འཕྲོད་བསྟེན་སྒྲིག་འཛུགས་ཀྱི་སྤྱི་པིང་དེ་པེན་མང་དེ་ནང་རོགས་ལ། ཁྲི་གཅིག་དང་ལྔ་སྟོང་ཙམ་ལས་མི་འདུག་ཨ། ཁྲི་གཅིག་དང་ལྔ་སྟོང་ཙམ། ཉིས་སྟོང་བཅོ་བརྒྱད་ལོ་ལ། རྗེ་བིང་པན་མ་ཞིག་དུས་ཁྲི་ལྔ་དང་ལྔ་སྟོང་ཆགས་འདུག། ད་མང་རུ་མ་ཕྱིན་བར་བས་ནི། མང་རུ་ཕྱིན་བར་བ། ཡིན་ནས་སུ་རིགས་རང་གིས་ཟིག་གི་མི་འདུག་ཨང། འདི། ང་ཚོའི་གི་ཞབས་འདྲེན་མ་རེད། འདི་ང་ཚོའི་ག་ཚང་འཕེལ་རྒྱས་རེད། འདི་གི་ཟིག་གི་ང་ཚོ། ཤིང་ཡག་དེ་མང་རུ་ཕྱིན་བར་རེད། འོ་དེ་ཟིག་གི་འདུག་ཨང། ད་བས་ཅི་འདི་ཡིན་གྱི་རུ་བ། ཡིན་ནས། ཁོར་ཡུག་གི་འགྱུར་བ་ལ་སོགས་པའི་རྐྱེན་གྱིས་ན་ཚ་ཡང་མང་རུ་ཕྱིན་ཡོད་གྱི་རུ་བ། འོ། འོ་དེ་རེད། ད་བྱས་ཙང་ད། ན་ཚ། དེ་ཚོའི་གྲས་ལ་ཆ་བཞག་བས་ན། གཉེན་པོ་གང་ལ་གང་འཚམ་པོ་བབས་ཡག་འདི་གལ་ཆེ་ཆེན་པོ་བཞི་པོ་རེད་བྱ། ད་ག་རང་བཞིན་ནས་ལ་ག་ར་ཟེར་ན་སྤྱིར་གཉེན་པོ་བཞི་སྤྱོད་པར་བྱ་བ་ལ་བྱེ་བྲག་ཏུ་ལག་ལེན་བཅོ་བརྒྱད་སོ་སོའི་གི་སོ་སོ་སོའི་གི་བྱེ་བྲག་ཇུས་སྟོབས་དེ་གལ་ཆེ་ཤོས་ཅིག་འཛིན་དགོས་ཡོད་པ་འོ་དེ་གཅིག་དང། གཉིས་ནས་ཆ་བྱ་བ་ཡིན་ན་ནས་ཡོད་ཚད་ལ་སྨན་བཅོས་བྱེད་དགོས་རེད་པས། དེའི་གནད་འགག་ཅིག་རེད་དང། དེ་ཡི་གནད་འགག་ཅིག་རེད་དོ། དེ་ཕལ་ཆེར་སྤྱིར་ན་རྣམ་པ་འདི་ཨམ་གཅིག་ངོས་ནས་བཤགས་ན་འདི་འདྲའི་ལབ་ན་ཕལ་ཆེར་དེ་འདྲ་པོ་ཡོད་ནའང་མེད་ནའང། ད་ལྟ་ངའི་ཡོད་ཚད་ལ་སྙིང་པོ་གཏང་དགོས་རེད་མ་རེད་ཟེར་ཡག་དེ་དེ་རིང་ང་ཚོས་ཨོ་བྷེ་བྷེ་བྱ། སུ་བྷིན་ཁྲུ་ཁྲ་བྷེ་ཏོ་ཁ་ཡང་ང་ཚོའི་སྨན་ཁང་གི་ཡི་ཇའོ་ཁྲུའུ་སུ་བྷིན་ཁྲུ་ཁྲ་ང་དེ་ངའི་ལ་མ་གའི་སྨན་ཁང་ལ་ཙུའུ་ཀྲན་སྔ་དྲོ་ཅིག་བྱས་པ་ཡིན་ན་ང་ལ་ནད་པ་སུམ་ཅུ་ཐམ་པ་སྤྱི་བཏང་ཡོང་གི་འདུག་སྔ་དྲོ་སུམ་ཅུ་ཐམ་པ་ཡོང་བ་ཡིན་ན་ཉིན་གུང་དུ་ཚིག་བརྒྱ་དྲུག་ཙམ་ནས་ངའི་གྲུ་ཕང་དེ་ཕལ་ཆེར་སུམ་ཅུ་ཐམ་པ་དོན་གྱི་མ་རེད། ཉི་ཤུ་རྩ་དྲུག་རྩ་ཉི་ཤུ་རྩ་བདུན་རྩ་མོ་ཞིག་དོན་གྱི་མེད། རྒྱུ་མཚན་ག་རེད་ཟེར་ན། ནད་པ་ཡོང་ཚད་ལ་སྨན་སྤྲད་དགོས་ཡ་མི་འདུག། ངས་ནད་དང་གཉེན་པོའི་བར་རུ་འབྲེལ་བ་ཟེར་ཡག་ཅི་འདུག་གང་ལྟིག། གཞུང་ནས་གསུངས་པ་ནམ་བཞིན། མཛོ་ཁལ་ལུག་ཁལ་བྱས་ན་མ་ཞུ། ག་འགའ་ལོག་ལ། ལུག་གང་ག་ལོར་རྫོགས་སྐལ་བསྐྱལ་བས་ན། ལུག་སྐྱེས་པ་ཆེ་གི་རུ་བ། བྱས་ཙང་ནད་པ་ཁག་ཅིག་ལ་དངོས་གནས་དྲང་གནས། སྤྱོད་ལམ་སྤང་བླང་བྱས་ན་འགྲིག་ཡོད་ས་རེད་ནད་པ་ཁག་ཅིག་ལ། ཟས་ཀྱི་དེ་བསྟེན་ཐབས་བྱས་ན་འགྲིག་ཡོད་ས་རེད་ཡིན་མུ་ཆུ་སྨན་ཡིན་ཁྱིམ་གྱི་སྟེ་གོ་ཡག་གལ་མི་འདུག་ངས་བྱས་ཙང་ང་ནད་པ་སུམ་ཅུ་བདམས་པ་བལྟས་བས་ན་མི་གལ། ག་རེ་གྲུ་བྷང། ཉི་ཤུ་རྩ་བདུན་རྩ་དྲུག་ལས་མེད་པའི་རྒྱུ་མཚན་ག་རེ་ཟེར་ན་ནད་པ་ཁག་ཅིག་ན་ཚ་རེད་འདུག་ཡིན་ནས་ཟས་སྤྱོད་དང་ཟས་སྤྱོད་བཀག་ནས་སྤང་བླང་ཡག་པོ་བྱས་ན་དྲག་ཡག་འདི་རེད་འདུག

དངོས་གནས་བྱས་ན་མཛོ་སྐལ་ལུག་སྐལ་ག་ནི་ཟས་སྤྱོད་སྨན་དཔྱད་གཉེན་པོ་བཞི་དེ་ངས་ནད་དང་སྨན་ཟ་ཡག་རྒྱུ་མཚན་འོ་འདི་ཡིན། གཉེན་པོ་དེ་གང་ལ་གང་འཚམ་པོ་སྤྲད་ན་མ་ཞུ། ག་ག་ལོག་ལ་ད་དཔལ་འབྱོར་གྱི་ཁེ་ཕན་ཅིག་ཏུ་བཟོ་ནས། རིན་ཆེན་རི་བོ་འདི་སྐད་སྤྲད་རི་བ་འདི་ཁ་སར་འདི་སྐད་སྤྲད་སྲ་ཁྲ་དེ་སྐད་སྤྲད་ཁོང་ཆེན་པོ་འདི་སྐད་སྤྲད། འོ་འདི་བྱས་ན་ཡང་ཡོང་གི་མི་འདུག་ཨོ་དེ་འདྲས་ཡིན། དེ་གཅིག་རེད་གཉིས་ནས་ཆ་བཞག་པ་ཡིན་ན། སུ་རིས་ཡང་དེ་ཐུན་མོང་གི་རིགས་བར་བ་ཡིན་དུས་ཟེར་ནས། ད་ལྟ་འདི་གོ་གི་ཨེམ་ཅི་ག་རེད་ཟེར་ན། ཡུའུ་ཁི་པུ་ལ་ཁི་གི་དེ་དེབ་ཀྱི་བྲིས་འདུག་ཨ། ཝུའུ་ཤའོ་དང་ཡི་ལིའོ། ཁྱེད་རང་རྣམས་ཧ་ཅིང་དེབ་བཟི་ཡོད་ཀྱི་རེད། ཝུའུ་ཤའོ་དང་ཡི་ལིའོ། ངོ། ཝུའུ་ཤའོ་དང་ཡི་ལིའོ་ཟེར་མཁན་དེ་བྲིས་ཟེར་ཏེ་ང་ཚོ། དེ་སྔོན་གྱི་ང་ཚོ་ཇོ་མགོ་རེན་ཏཱ་ཁྲང་ཝུའུ་ཧུའེ། དེ་ཁྱེད་རང་རྣམས་སྨན་རྩིས་ཁང་གླེང་མྱོང་ཡོད་རེད། ཧན་གྱིས་དེ་ཟེར་མཁན་ཞིག་འདུག་ཨ།

དུད་ཚང་གྲངས་བཤེར་གྱི་སྒང་ནས་བལྟས་པ་ཡིན་ན། དངོས་གནས་དྲང་གནས་སྨན་བཅོས་འདི། སྨན་བཅོས་རང་བྱས་པས་ཀྱི་སྨན་བཅོས་ཀྱི་ནུས་པ་ཐོན་ཚུལ་ཐོན་པ་དེ། རྒྱ་མཚོ་དེང་རབས་ཟིན་གྱི་མེད་སུ་འདུག་དེ་ད་སྔའི་ལ་ཡང་ཡིད་མ་ཆེས་པ་ཞིག་འདུག་ད་ཡིན་ནས། དོན་དངོས་སྐབས་ཀྱི་གྲངས་བཤེར་དེ་ཚོར་བལྟས་ཚུལ་ནས་རྒྱུ་མཚན་ཞིབ་པོ་འདུག་ད་ཡིན་ནས་ད་ནི་འདི། ག་རེད་འདི་ལྡབ་འོག་གི་ཨམ་ཆི་དེ། ཝུ་ཤའོ་ཏི་ཡིས་ལགས་སོ་ངས་དྲི་ཡག་འདི་གཙོ་བོ་དེ་སྨན་མ་དྲའི་ར་མདའ་བཤད་མི་འདུག་གཙོ་བོ་དེ་དེ་མ་རེད་བྱ། གཙོ་བོ་དེ་གཤགས་བཅོས་བྱས་ཡ་དང་འདི་འདྲའི་ག་ལ་རེད་བ། ཡིན་ནས་འདི་ནང་ལ་ནང་དོན་མང་པོ་ཅིག་སྨན་ཁང་ལ། སྨན་སྤྲད་མོག་ལ་སྨན་བཟའ་ལ་བཅུག་ཡ་ཞིག་འདུག་བ། འོ་འདི་རེད་བྱ། སྨན་བཟའ་མོག་ལ་མང་པོ་སྤྲད་ཡ་ཞིག་འདུག་བ། སྨན་གཅིག་གི་ཐག་གཅོད་བྱས་ཡ་འདི་ལ་སྨན་བཅུ་སྤྲད་ཡ་འདྲེ་འདུག་བ་ཞིག་ཡིན་ག་ལ། ད་བོད་སྨན་ནང་ལ་ལ་ང་ཚོ། དུས་གསུམ་གྱི་དེ་མ་སྤྲད་ད་ཟི་གི་བ་མ་རེད་བ། བར་སེང་དེའི་མ་འདྲེས་སུ་ཡོང་བར་བསྟག་འགྲོས་ཀྱི་ཐག་ཆོད་པས་ན་བརྟག་འགྲོས་གཉིས་རང་གི་ཐག་གཅོད་དགོས་པ་འདྲ། མུ་བཞུགས་མང་དྲག་རྒྱུ་མེད་པ་རེད་དོ། ད་དེ་ནི་སྨན་པ་སོ་སོའི་གི་བྱང་ཚད་དང་ལག་རྩལ། ཆུ་ཚད། རྟོགས་པ། དེ་ཚོ་ལ་རག་ལུས་རུ་བ། འོ་དེ་འདྲས་རེད་ད་མདོར་ན་ངས་ད་ལྟ་འདི་ཟེར་ཡག་དེ་ངས་ད་གཉིས་པོའི་བར་རུ་འབྲེལ་བ་ཟེར་ཡག་དེ་འོ་ད་དེ་ཡིན། ད་དེ་འདྲ་མ།

ཏེ། དུད་ཚང་ག་འདྲའི་བྱིས་པ་བར་བའི། ནད་ཐོག་སྔོན་ནང་ལོག་ལ། སྲོལ་རྒྱུན་གྱི་བཅོས་ཐབས་དེ། བརྒྱ་ཆ་ག་ཚོད་ཟིན་དགོས་བ་རེད། འོ་དེ་ཚོ་ང་ཚོ་ཞིབ་འཇུག་བྱེད་ཡག་རེད་འདུག་བ། དངོས་གནས་བྱས་ན་ཞིབ་འཇུག་བྱེད་དགོས་མ་རེད་ཁ་གསལ་པོ་རེད་འདུག་བ། ཁ་གསལ་པོ་ཡིན་ནའི་འདི་རྒྱབ་ལོག་ལ་ཞིབ་འཇུག་བྱེད་ཡག་ཅིག་འདུག། སྲོལ་རྒྱུན་གྱི་བརྟག་ཐབས་དེ། དུད་ཚང་བྱས་པས་ན་རྐོ་བརྒྱག། ཐོ་ལོན། ཙམ་ཡོད་རེད་ཡང་མིན་ན་རྐུབ་བཀྱག་རེ་ཕྱི་རོལ་དུ་བྱོས་ན། དེ་ང་ཚོ་སྨན་ཁང་ཁག་ལ་གསལ་བོ་རེད་འདུག་བ། སྲོལ་རྒྱུན་གྱི་བརྟག་བཅོས་དང་དེང་དུས་ཀྱི་བརྟག་བཅོས་སུ་ནས་བརྟག་ཐབས་དུ་ཆ་བཞག་པ་ཡིན་ན། སྲོལ་རྒྱུན་དེ་ད་དེ་ཆ་ཕལ་ཆེར་གྱ་ཆུང་རུ་ཆུང་འགྲོ་གི་ཡོད་ས་རེད། ད་དེ་ཆུང་རུ་ཕྱིན་པ་དེ་གཅིག་ནས་ག་རེད་ཟེར་ན། སྨན་ཁང་གི་དགོས་མཁོ་ཡིན་ནའི་འདྲ། བརྟག་ཐབས་ཀྱི། སྟབས་བདེ་ཡིན་ནས་འདྲ། ཆ་རྐྱེན་ཡིན་ནས་འདྲ། དགོས་མཁོ་ཡིན་ནས་འདྲ་དེ་ལ་འབྲེལ་བ་ཡོད་རྒྱུ་རེད་བ། ཡིན་ན་ཡང། སྟག་རིག་བྲི་འོས་ཀྱི་ཆ་དེ་རྩ་བ་ནས་མེད་པ་ཡིན་ན། ད་འདི་ཁྱོན་ནས་ཡོང་ཡོང་མི་འདུག་བ། ཡིན་རྒྱུ་བྱས་ན་ང་ཚོས་ག་རེ་ཟེར་ན་རྩ་དོན་ཟིན་ཟིན་ཏེ་དེབ་ནང་ལ་བླུགས་ཟིན་ཏེ་རྩ་ཆུ་ཏིག་ཏིག་གིས་བྲིས་ཡོད་རེད་བ། དངོས་སུ་ལྟ་རིས་ཟིན་ནས་རྩ་ཆུ་དེའི་བར་ཤོག་ལྷེ་དེ་གཙང་མ་གཙང་ཉག་རེད་འདུག་རེད་བ། ངས་ནས་དེབ་ལྟ་མྱོང་ཡོད་རྩ་ཆུའི་ཤོག་ལྷེ་དེ་གཙང་མ་ཞིག་འདུག། མང་ཆེ་བརྒྱད་ལོ་དེ་བ་ལས་དེ་རེད་འདུག་བ། འོ་དེའི་གནས་ཚུལ་ཅི་རེད། བཙན་བྱོལ་དེ་ལ་ང་ཚོས་འདི་གནས་ལུགས་རྒྱུ་མཚན་ཡོད་རེད་འདི་ཡིན་ནས་དེ་ཚོ་ལ་གཏིང་རིང་པོས་བསམ་བློ་མ་བཏང་བྱས་དོ་སྣང་མ་བྱས་བྱས་ལག་ལེན་མ་བྱས་བྱས། བོད་སྨན་དེ་འཇིག་པ་རེད་བོད་སྨན་གྱི་སྨན་གྱི་ནུས་པ་དེ་བཤད་དུས་ནས་རུ་ནུས་ཞོ་ཅེས་བཤད་ནས་ད་གང་ཟང་ནས་ཁག་ཅིག་གིས་ལུང་ག་ར་ཨེ་ནས་སོ་སོ་སྐྱེ་ཡུལ་གྱི་སྤྱོད་ཡུལ་མེད་ཟེར་ངེས་ནས་དོན་མོ་རེད་བ། འོང་ད་དེ་ཚོ་ཁུངས་འཁྱོལ་གི་མ་རེད། བོད་མའི་རང་གི་རིག་གཞུང་ཁོ་རེ་ག་ནས་སྨན་དེ་ནུས་པ་དེ་ཁུངས་འཁྱལ་མ་འདུག་བྱས། བོད་མའི་རང་གི་རིག་གཞུང་ག་ནས་ན་ཚ་དེ་ངོས་འཛིན་བྱེད་མ་འདུག་བྱས། བྱས་པ་ཡིན་ན་ནི་རིམ་པ་བཞིན་རིམ་པ་བཞིན། ང་ཚོའི་སྐབས་ལ། རྩ་ལྟ་ཡག་དང་ཆུ་ལྟ་ཡག་དེ་ག་དེ་འདྲའི་བྱས་རེད་བ། ཨ་ནི་ང་ཚོའི་འཇུག་སྒོ་དེ་བ་ཨ་ནི་ག་རེད། སྨན་དེ་གྱིས་ཞེ་བོ་རིག་གཞུང་འབྱུང་བ་ཀ་ནས་རོ་ནུས་ཞུ་རྒྱུ་ཀ་ནས་ཁུངས་སྐྱེལ་གི་མ་རེད་གཡུག་བྱ། གཡུག་བྱ་གཡུག་བྱ་གཡུག་བྱ། ད་མི་རབས་ཁ་ཤས་འགྲོ་དུས་ཨེ་ན་ག་ག་ལགས་གཡུག་བྱེད་གི་རེད་བ། བྱས་ཙང། རྩ་ཆུ་རྟ་ག་རེ་ཚོ་གལ་ཆེན་པོ་ཅིག་ལ་འཛིན་ནི་མོ་ཤོད། སོ་སོ་སོ་སོས་ག་རེ་ཟེར་ན་མ། ཟོལ་དུན་རྒྱུ་མི་འདུག། དེ་དོན་པོ་ཡིན་ན་སྐྱོན་ཆེན་པོ་འདུག། འདི་གཅིག་ཡིན། དེ་ནས་གཅིག་ག་རེ་ཟེར་ན། དེ་འདྲ། བཅུད་ཐབས་ག་ལ་ཆ་བྱ་ན། ཁག་གཉིས་རེད་བ། གཅིག་དེ་བུ་ཆུ་ཟོང་འབྲི་ཁ་ནས་བཅུ་དགོས་བ་རེད་བ། བུ་ཆུ་ཟོང་འབྲི་བྱས་ནས་བཅོས་བས་ན་ཡ་ངའི་མེ་ན་བ་དེ་དྲག་བས་ན་ནུས་བ་དེ་ག་རེ་ཐོན་བ་རེད། དེ་ཞིབ་འཇུག་བྱེད་གནང་དགོས་འདུག། དེ་གལ་ཆེན་པོ་རེད་འདུག་བ། གཉིས་པ་དེ་ག་རེ་ཟེར་ན་བོད་ལུགས་གསོ་རིག་གི་སྨན་བཅོས་བྱས་བས་ན་ཕན་འབྲས་ཇི་ལྟར། ཐོན་པ། འོ་དེའི་གི་ག་རེ་ཟེར་ན། ལྕེ་པོག་གི་དུ་བ་གུག་དུ་འོང། ད་དེ་ཚོ་ཁྱེད་རང་རྣམས་པ་ནད་ཐོག་གི་དེ་མེད་མཁས་པ་སོང་དང་དེ་ངས་ཞིབ་ཞིབ་ཕྲ་ཞུ་མི་འོབ་བྱས། ད་དེང་དུས་ག་རེ་ཟེར་ན་དྲན་ལེའོ་པེའོ་ཀྲུང་ཟེར་མཁན་དེ་ཚོ་ནི་བྱེད་གོ་ཐོ་གོ་རེད་བ། ད་དེ་ངས་ཞུ་གི་མེད། ད་གཞམ་དེ་ག་རེ་ཟེར་ན། སྤྱིར་སྤྱིར་བཏང་གི་རྟགས།